ལ་དྭགས་ཟངས་དཀར་དཔལ་སྡོམ་གྲུ་འཛིན་ཕོ་བྲང་ནས་གནམ་ལྷས་རྒྱལ་ལ་ཡང་འཚམས་འདྲི་བཀྲིས་བདེ་ལེགས་ཞུ་གི་ཡོད། ད་དེ་རིང། ཕྱི་ལོ་ཉིས་སྟོང་ཉི་ཤུ་ཚེས་ལྔ་ཟླ་བ་བདུན་པའི་ཚེས་པ་ཉི་ཤུ་རྩ་གསུམ་གྱི་ཉིན་གང། ཟངས་དཀར་ནང་མགོ་ཚོགས་པ་རེད་དགོན་མགོ་ཚོགས་པ་རེད་ད་ག་ནས་གཞན་དབྱར་ཆོས་གོ་སྒྲིག་ཚོགས་ཆུང་ཐུན་མོང་ཐོག་ནས་བོད་རྒྱ་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོ་ས་སྐྱབས་མགོན་ཆེན་པོ་མཆོག་ལ་ཡང་བརྟན་བཞུགས་གཏོར་འབུལ་ཞུས་གནང་སོང། ཨ་ནི་བརྟན་བཞུགས་དེའི་སྐབས་ལ་ཡང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་ཁོང་སྐྱབས་མགོན་ཆུ་མཆོག་ནས་བཀའ་སློབ་ཀྱི་སྙིང་པོ་ནང་ལོགས་ལ་ཡང་དང་ཐོག་མ་ཁོང་སྐྱབས་མགོན་ཆུ་མཆོག་ཅིག་བོད་དུ་ལ་ཡང་འཚར་ལོངས་ཆ་ཚང་བ་ཅིག་གནང་མ་ཐུབ་པ་ཡིན་ནའི་ལན་ནི་རྒྱ་གར་དུ་ཕེབས་པའི་རྗེས་ལ་ཡང་ནི་སངས་རྒྱས་ཀྱི་བསྟན་པ་ལ་ཡང་དག་ཅིག་ཞབས་འདེགས་གང་འཚམ་ཞུས་ཡོད་པ་དང་དག་ནང་བཞིན་ཨ་ནི་ཆོས་རབ་ཏུ་དཔྱད་པའི་རྣམ་དཔྱད་ལ་ཡང་བརྟེན་ནས་ཨ་ནི་ནང་པ་སངས་རྒྱས་པའི་ཆོས་དེ་འགྲེལ་བཤད་བརྒྱབ་ཡོད་དུས་རྩ་ནས་དེ་ལ་ཡང་ཚན་རིག་པས་ནས་དགའ་མོས་ཇི་ལྟར་བྱེད་ཀྱི་ཡོད་པ། ཨ་ནི་དམིགས་བསལ་དུ་ད་དེ་ལྟ་བུའི་གི་ཡོངས་སུ་ཚང་བའི་ནང་པ་སངས་རྒྱས་པའི་བསྟན་པ་དེ་ཨ་ནི་ང་རང་ཚོ་ཚང་མ་ལོག་གི་འཛིན་སྐྱོང་ཡག་པོ་བྱེད་དགོས་ཡག་གི་གི་ནས་སྐོར་ལ་ཡག་བཀའ་སློབ་དེ་འདྲས་གསུངས་གནང་སོང། ནས་ཁྱད་པར་ཅན་དེ་ཨེ་ཁྱེད་རང་ཚོ་ཆེ་གི་དད་མོས་ཅན་གི་ཨེ་ནི་སྐྱ་སེར་ཕོ་མོ་མང་པོ་ཞིག་དེ་འདུས་བྱས་ཁྱེད་རང་ཚོ་ཚང་མ་ལོག་གི་རབ་གི་རྒྱ་གར་རིན་པོ་ཆེ

པའི་སྙིང་པོ་རུས་པའི་སྟེང་ནས་ཨེ་རེ། ང་འདས་ད་ལོ་མང་པོའི་རིང་ལ་འདྲ་བ་ཡོད་རེད། ཨ་ཨེ་ན་གང་ད་མི་རྒྱ་དབང་གི་མིང།

སྐུ་རྒྱུ་མཚན་བསམ་བློ་བཏང་ནས་རྒྱུ་མཚན་ལྡན་པའི་ཐོག་ནས་ཨེ་ནི་བོད་སྐད་དད་མོས་པའི་ད་སྐྱེ་ཡག་ཅིག་གི་དེ་འདྲ་རེད་འདུག་བོད་ནང་ང་རང་ཆ་བཞག་ནས་བའི་ཆུ་འཇུ་སྒང་ནས་ཅིག་ཨེ་ནི་དགེ་བའི་བཤེས་གཉེན་གྱི

རྒྱུ་མཚན་དང་ལྡན་པ། རིགས་པ་དང་ལྡན་པ། དེ་འདྲ་ཞིག་གི་ཐོག་ནས་ད། སོ་སོ་བླ་མ་ལ་ཡང་དད་པ་བྱེད་ཨ་དེ་འདྲ་རེད། ཨེ་འདིར་བལྟས་ཤག་ཤག་ནས་ཁྱེད་རང་ཚོ། དེང་དུས་ཀྱི་སྐྱེ་བོ་མང་པོ་ཅིག་འདུག་ཟེར་དོན་འཛོམས་བྱས་རེད། ཨེ་ཁྱེད་རང་ཚོ་ཚང་མ་ལ། ལྷག་བསམ་རྩེ་གཅིག་གིས། ད་ང་ལ་ཡང།

གང་འདྲ་ཅིག། ཡུལ་ལོ་ཞིབ་བཏགས་མཛོད་ཡོད། དགའ་བོ་བཞི་པོ་ཅིག་བྱས་ཡོང་གི་འདུག། ཨེ་ནི། ཡིད་བཞིན་ཆོས་འཇིག་རྟེན་བཀོད་པ་པོ་ཁས་བླངས་ནས་མ་བླངས་ནས་གང་འདྲ་ཅིག། བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པ་གཅིག་གྱུར་བ་དང། ཆ་ཚང་དེ་འདྲ་ཚང་མ་ལོག་ཅིག།

ལ་སོགས་པ་རྣམས་མ་བགྱིས། ཨེ་ནི་བོད་གངས་ཅན་གྱི་ཕྱོགས་འདྲ་ཡིན་ནའི། སྔོན་ན་དྲ་གནས་ཀྱི་པའི་མཁས་པའི་གཙུག་རྒྱན་འགྲན་ཟླ་ཁྲོད་ལ་དེ་འདྲའི་མ་གུ་གཅིག་གིས་མ་བསྟན་པའི་རྒྱུན་འཛིན་ཞེས་པ་ཅིག་གིས། ཨེ་ད། ང་ཚོའི་མི་རབས་འདི་བར་དུ་གང་དྲག་སངས་རྒྱས་ཀྱི་བསྟན་པ་འདི་སྔོན་ན་དྲ་གནས་ཀྱི་པའི་འཛམ་བུ་ནི་གཞན་དང་མི་འདྲ་བ་ཅིག་གིས་ང་ཚོ་སངས་རྒྱས་ཀྱི་བསྟན་པའང་ང་ཚོ་བོད་པའི་བདག་པོ་སྐྱབས་བྱས་འདུག། ཨེ་ནི། ད་དུང་ཡིན་ན་ཡང་ཞིག་དེ་ལྟ་བུའི་ད་ཡོངས་སུ་རྫོགས་པའི་རྒྱལ་བའི་བསྟན་པ་དེ་རྒྱངས་པ་སོ་སོའི་མི་ཉམས་དགོངས་པའི་ཆ་ནས་མུ་མཐུད་ནས་གནས་ནས་འཛམ་བུ་འདི་འདི་གང་གི་སྐྱེ་འགྲོ་མང་པོ་ལ་ཕན་ཐོགས་ཡོང་ཐུབ་ཡག་བྱེད་ཀྱི་ཨེ་ནི་ཚང་མས་ཐུགས་སྨོན་གནང་རོགས་དང་ངའི་སྨོན་ལམ་བསྐྱེད། ད་ནང་བཞིན་དེ་རིང་གི་བརྟན་བཞུགས་དེ་དགོས་གལ་རེད་གནད་འགག་ག་རེ་ཆགས་ཀྱི་ཡོད་མེད་སྐོར་ལ་ཡང། བརྟན་བཞུགས་དེ་སྤྱི་བཏང་ནས་མདོ་ལུགས་བརྟན་བཞུགས་དང་ཡང་གསང་རྡོ་རྗེ་ཐེག་པ་ལ་བརྟེན་ནས་ཨེ་ནི་བླ་མ་མཆོད་པའི་བརྟན་བཞུགས་ཟེར་ནས་ད་བརྟན་བཞུགས་སྣ་ཚོགས་ཕུལ་ཚུལ་བསྡུ་བ། ད་ལན་ང་ཚོས་དེའི་དུས་ཚོད་དེ་ཡང་བས་ཐུང་ཐུང་བྱས། ཨེ་ནི་མདོ་ལུགས་ཀྱི་བརྟན་བཞུགས་གནས་བརྟན་བྱ་སྤྱོད་ཀྱི་སྒོ་ནས་འདུག་སུ་ཨེ་ནི་བརྟན་བཞུགས་བསྟར་འབུལ་ཞུས་པ་རེད། དེ་ཨེ་ནི་ཆོ་ག་མདོར་བསྡུས་མདོར་བསྡུས་བྱས་ཨེ་ནི་ཡང

གཞི་རྩའི་ཁོངས་སུ་སྐྱབས་མགོན་ཆེན་མཆོག་དར་རང་ཞོ་ཀའི་དཀར་ཆ་ཕོ་བྲང་ནས་གྲུ་འཛིན་ཕོ་བྲང་ལ་ཡང་ཞབས་སོར་འཁོད་གནང་བའི་རྗེས་ལ་ཡང་ཐོག་མར་དེ་ཆོས་སྟོན་བྱ་རུང་ཁ་ཤོ་གསར་བཞེངས་དབུ་འབྱེད་ཀྱི་རྨང་རྡོ་བཅག་གནང་ཡང་རེད། དག་ནང་བཞིན་དེ་ལ་ཡང་བརྟན་བཞུགས་དང་གོ་སྟོན་གསུང་ཚིག་ཐོག་ལ་ཡང་བཀའ་སློབ་གནང། དེ་རྗེས་ལ་ཡང་མི་མང་གི་སྲོལ་རྒྱུན་གྱི་ཞབས་བྲོ་དེ་འཕྲལ་འཁྲབ་སྟོན་ཞུས་གནང་སོང། དེ་རིང་སྦྲ་ཆེན་པའི་ནང་ཟངས་དཀར་ཁུལ་གྱི་མི་མང་རྣམས་ཚོགས་གཙོ་བོར་བྱས་པའི་ཐོག་ནས